ང་ཚོ་མཐའ་གཅིག་ཏུ་རང་བཙན་ཟེར་སླ་བས་ཡིན་ན་རྒྱ་མིའི་དགོས་ཡག་དེ་བྱ་དེ་ཡག་རེད། ཤེས་སོང་ཨ། རྒྱ་མི་ཁྲག་འགོ་བྱེད་མཁན་དེ་དེ། བོད་པ་སྟོང་སྒྲིག་བཏང་བ་རེད། བོད་པ་འཇམ་པོ་བྱས་ན་ཕན་གྱི་མ་རེད། ཨ། བོད་པ་ལ་ཡང་སྒྲ་ལོག་བྱས་ན་ཕན་གྱི་མ་རེད། བོད་པ་པད་དཀར་ཉེས་རྟགས་བཏང་བ་རེད་ཟེར་ནས་བཤད་བསྡད་མཁན་དེ་དེ། གང་ལྟར་ང་ཚོས་རང་བཙན་རྩོད་ཀྱི་མེད་པ་འཛམ་བུ་གླིང་ཀུན་གསལ་རེད་པ། རྒྱ་རིགས་དཔོན་རིགས་ཚོས་རྒྱ་མི་དཔོན་རིགས་ཚོས་ཤེས་ཀྱི་ཡོད་རེད་དེ་ཡིན་ནའི། མུ་མཐུད་ནས་ཁ་བྲལ་བ་ཁ་བྲལ་བ་ཟེར་ནས་བཤད་དགོས་ཡ་དེ། ཁ་བྲལ་བ་ཡིན་ན་རྡུང་རྡེག་ཚ་ནན་གཏོང་ཡ་བཅས་ཀྱི་ཨེམ་སྲིད་ཇུས་ཤིག་ཡོང་ཐུག་རུ་བ་ཁ་བྲལ་བ་མེད་ན་རྡུང་རྡེག་ཚ་ནན་གཏོང་ཡ་དེ་ཡོང་གི་མ་རུ་བ། ལབ་བཞིན་མ་རུ་བ། ཚ་དེ་འདྲ་ཡིན་དུས་ཁོང་ཚོ། རྡུང་རྡེག་ཚ་ནན་གཏོང་ཡ་བཅས་ཀྱི་ཁོང་ཚོ་ཡིད་ཆེས་བྱས་བྱས་འགྲོ་བསྡད་དུས་ཚ་ནན་ད་ཁ་བྲལ་བ་རེད་ཟེར་ལབ་ན་ཨེ་ནི་སྲིད་ཇུས་འདི་མཐུན་གྱི་ཡོད་རུ་བ།

ཕྱོགས་གཅིག་ནས་བོད་རྒྱ་ནག་གཞུང་ལ་ང་ཚོ་འབྲེལ་བ་བྱས་ཏེ་ལས་འགོ་རྐྱེན་ཆགས་ཡོང་གི་ཡོད་རེད། ཨ་ནི་གལ་ཆེ་ཤོས་བོད་ནང་གི་ད་སྔོན་ན་དྲ་གནས་པའི་འུ་ཐུག་ཐབས་ཟད་ཆེ་ནས་ད་ལྟའི་དེ་སྔའི་དེའི་དེ་ད་དུང་མུ་མཐུད་ནས་དྲག་གནོན་ཤུགས་ཆེར་འགྲོ་ཡ་བྱེད་ཀྱི་མུ་མཐུད་ནས་འགྲོ་ཡ་བྱེད་པ་ཡིན་ན་དཔེ་ཐབས་རྒྱབ་རོགས། ང་ཚོས་ད་རང་དབང་ལུང་པའི་ནང་ལ་སྐད་བརྡ་རྒྱབ་ཆོག་རོགས་སྐད་རྒྱབ་ཆོག་དེ་བོད་ནང་གི་གཞིས་ལུས་རྒྱ་ཆེ་མི་མང་ས་ཡ་དྲུག་དེ་རྒྱ་མི་གཏུགས་སུ་འཇུས་ཏེ་ཡོད་རོགས་ད། རེད་བ། ད་བོད་ནང་ལ་ཆེས་སྐད་འབོད་བྱས་ནས་བྱས་ཡོད་འདུག་ས་ནས། གར་གར་ཡོང་གི་འདུག་ཟེར་ན། དེ་མིན་མི་མང་རུང་འགྲོ་གི། བདེ་སྲུང་གི་ལས་ཀ་བྱེད་མཁན་མང་རུང་འགྲོ་གི། བོད་པ་བརླག་འགྲོ་མཁན་དེ་མང་རུང་འགྲོ་གི། བོད་པ་འཇུས་བྱེད་པ་མང་རུང་འགྲོ་གི། ཁག་པོ་ཆགས་འདུག་ག། ང་ཚོའི་ཕྱི་ལོག་ལ་ང་ཚོ་རང་དབང་ལུང་པའི་ནང་བསྡད་ཡོད་ང་ཚོ་དེ་སྐད་བགྱི་བས་ལ་ཞེ་སྣང་གི་ཡོད་མ་རུང་བ། ང་ཚོས་དེ་སྐད་བགྱི་བས་ལ་ཞེ་སྣང་གི་ཡོད་མ་རུང་དེ། ཚིག་པ་ང་ཚོ་དེ་ཕྱི་ལོག་ལ་ཡོད་མཁན་ཚོ་སད་སྡུག་པོ་བཏང་ས་དེ་བོད་ནང་གི་རྒྱ་གཞུང་མང་པོ་སྡུག་པོ་བཏང་གི་འདུག་ག། བ། ད་བར་གྱི་དཔེར་ན་ཅིག་སོ་སོ་རང་ལུས་མེ་སྲེག་ཐོག་ཡང་སྲིད་འདི་འུ་ཐུག་ནས་འུ་ཐུག་ཐབས་ཟད་ཀྱི་ཐོག་ནས་བྱེད་ཀྱི་ཡོད་རེད་མ་གཏོགས་དེ་སྙོམས་པ་ནི་མ་རེད་དེ་དེ་རབ་གསལ་ནི་མ་རེད། ཅིག་སངས་རྒྱས་ཀྱི་བསྟན་པའི་དོན་དག་རེད་ད་དེ་འདྲ་བྱེད་ཀྱི་ཡོད་རེད་མ་གཏོགས་ད་ང་ཚོས་དེ་ཟབ་སོ་བྱས་ནས་བཟང་པོ་ཞིག་བཏང་ན་མ་གཏོགས་ཅིག Emotion བྱས་ནས་ད་ང་ཚོ་རང་བཙན་དགོས་ཟེར Emotion བྱས་ནས་ཕྱིན་པ་ཡིན་ན་ད་དེ་དགེ་སྐྱོན་ག་འདྲས་ཆགས་ཀྱི་འདུག་ག་བསམ་བློ་ཡག་པོ་བཏང་ན་མ་གཏོགས། ཅིག་ཧ་པེ་ཧ་པེ་བྱས་ནས་སྐད་རྒྱག་རྒྱུ་ཡང་མ་རེད་ད། ཨ་ད་ང་ཚོའི་དུས་ཚོད་འདི་དངོས་གནས་རང་ད་བོད་མི་རིགས་ཕྱི་ད་སོན་གང་ལས་དེ་བ་རེད་བ། ཨ། ཚ་དེ་འདྲས་ཅིག་གི་ད་དུས་ཚོད་ཛ་དྲག་ཡོད་པའི་ཁུ་འདུག་དེ་ད་ང་ཚོ་དངོས་ཡོད་གནས་ཚུལ་ལ་རན་པ་ཅིག་དོན་དག་དམིགས་ཕུགས་པ་ཅིག་གི་ད་བསམ་བློ་བཏང་དེ་གལ་ཆེན་པོ་རེད་མ་གཏོགས་ཅིག་སྐད་ལོག་རྟོག་པ་གང་རྒྱབ་བྱས་བྱས་ན་ད་དེ་ར་བུ་ར་ཡི་འཇིགས་པ་སེམས་པའི་དཔེ་བྱེད་བ་རེད། ར་ཡི་སྤུ་དེ་གཞུག་གོ། དེ་ཟོས་རྗེས་ཁོ་ཚོ་ཁུར་ཐོག་ཟོས་རྗེས་ར་རང་གི་འཇིགས་པ་ལ་ཟེར་ཡག་ཆགས་ཀྱི་ཡོད་རེད། ང་ཚོས་ཞིབ་ཞིབ་ཞིག་དངོས་ཡོད་གནས་ཚུལ་མ་རེད་པ་དེ་འདྲའི་གི་འཕག་འཚག་རྒྱབ་དྲགས་ན། གཞུག་དེ་གྱོང་ང་རང་ཚོ་ར་གིར་བལྟ་ཟབ་ཟོབ་བྱེད་ན་མ་གཏོགས་ཤེས་སོང་ང་འདི་ཟབ་ཟོབ་བྱེད། གལ་སྲིད་ང་ཕི་གེ་རྒྱ་གར་དུ་བ་ངའི་གོ་རོ་འདི་དངོས་ཡོད་གནས་ཚུལ་འདུག་ད་མ་ལོག་ཀ་མེད་རེད། རེད་བ། ད་དེ། དོན་དག་རྩ་དེ་རྩ་དོན་གང་ཐུག་ཡོང་འདུག་ག།